མཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ལྷན་ཅིག་དེ་ནས་ད་ལྟ་ད། ཁྱེད་རང་གིས་བཀའ་དྲིན་གནང་བ་བཞིན་ད་ང་ཚོ་དེ་ལ། ད། ལོ་གང་རུང་སྔོན་ནས་དེ་ནས་ང་ཚོ་ད། སྐྱབས་རྗེ་བདུད་སྨྱོན་རིན་པོ་ཆེ། སངས་རྒྱས་པད་མ་ཞེས་པ་ཁོང་གིས་དེ་ནས་དགོངས་པ་གཞི་བཟུང་བྱས་ནས་ད་ནངས་ཚོ་དེ་ནས། བ་ཡུལ་མཆོད་རྟེན་ཆེན་པོ་བྱ་རུང་ཁ་ཤུར་གྱི་དེ་ནས་སྐུ་མདུན་དུ། དེ་ནས་ཁྲོས་མི་འབུམ་ཚོགས་ཆེན་པོ་དེ་ནས་ཚོགས་དང་ཚོགས་བཞིན་པ། རེད་དེ་ནས་དེའི་བཞིན་དུ། ད་གཏོར་བཞེངས་དང་དེ་ནས་དེ་འདྲའི། ལས་བྱེད་ཀྱི་རིམ་པ་དེ་ཚོ་དགོན་སྡེ་ཁག་དང་ཚོགས་སྡེ་ཁག་རེས་མོས་བྱེད་ནས་གནང་དང་གནང་བཞིན་པ་ཡིན་དུས་རྩ་ནས། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་དེ་ནས་ད། གཏོར་བཟོ་རྒྱན་བཀོད་ཀྱི་རིམ་པ་དེ་ང་རང་བཙུགས། དེ་ནས། པར་ང་ཚོའི་བསམ་ཡས་རྗེས་དྲན་བཤད་སྒྲུབ་ག་ས་ལེན་ལ་དེ་ནས། གི་དེ་ནས་རིམ་པ་གཅིག་ཁེལ་ཡོང་དུས་ཙང་ནས་ད་ལྟ། ང་རང་བཟོ་དགེ་འདུན་པ་རྣམས། ད། གཏོར་བཟོ་རྒན་གསོ་དེ་ནས་བཞེངས་བཞིན་པ།

ཚེ་བ། བཅོ་ལྔ་འདི་བ་ལ་རྫོགས་ཀྱི་མེད་ན་བསམ་བསམ་གྱི་འདུག་ལ། མོ་ལགས་སུ་དེ་ནས་ད་འདི་གཏོར་ས་སྦྱིན་སོགས་བྱེད་དུ་དེ་ནས་ལས་བྱེད་པའང་ཨོས་མང་པོ་འགྲོ་ཚོད་འདུག་རོགས་ལ། དེ་ནས་ཁྱོད་སྡོམ་པའི་ལས་བྱེད་པ་ག་ཚོད་ཡིན་ན་ད་ད། ལགས་སོ་ད་ད་ད། གཏོར་སོ་རྒན་སོ་ཡི་ཆེད་དུ་ང་ཚོ་དམིགས་བསལ་གྱི་དེ་ནས་ད། སྐབས་སྐབས་དང་ལས་ཀ་དང་བསྟུན་ནས་དེ་ནས་ད་མི་འདི་ག་རང་རེད་ཟེར་ཏག་ཏག་ད། བརྗོད་ཐུབ་ཀྱི་མི་འདུག་དེ་ཡིན་ན་གང་ལྟར་ད་ལས་ཀ་མང་པོ་ཡོད་དུས་དེ་ནས་ཕལ་ཆེར་གྲྭ་བ། སུམ་ཅུ་ཡས་མས་འདི་འདྲའི་དང་ལས་ཀ་ལྟས་སུ་ཉུང་ཉུང་སྐབས་འདི་བ་ལ་དེ་ནས་མི། བཅུ་དང་བཅོ་ལྔ་ནང་ལ་འདི་འདྲའི། ད་ཕྱག་ལས་གནང་དང་གནང་བཞིན་པ་ཡོད་རེད་ལ། ལ་ཚོ་དེ་ནས་ད་ལོའི་དེ། ད་ཁྲོ་མོ་འབུམ་ཚོ་ཞེས་བ་དེ་དེ་ནས་ང་ཚོ་བྱེ་ཐང་དང་ཚོགས་པ་ཆེན་པོ་གཅིག་འཁེལ་དེ་ཡོད་རེད་དེ་ན་དེའི་ཆེད་དུ་ད། ད་གཏོར་མ་དང་དེ་ནས་གྱེན་གྱི་རིམ་པ་དེ་ཚོ་ཡི་དེ་ད་ཐུན་མོང་མ་ཡིན་པ་ཞིག་གཞན་གྱི་ཡོད་དམ་ཅི་ཡང་ན་ང་ཚོ། ཚེས་བཅུ་དང་ཉེར་ལྔ་ནང་བཞིན་དུ་ད། ཐུན་མོང་དུ་གྱུར་པའི་དང་དུར་སོགས་ཡིན་ཟེར་བའི་རིགས་ཇི་ཡོད་ར་བ་ཡང་ན་འདི་ལྟ་བུ་ཞིག་ག་ནས་ཕྱི་ཡིན་ན་ར་ལ། ལ་སོགས་ལ་དག་ཅི་ལྡང་གི་དག་ང་ཚོ་ད་ལྟ་ཆོས་ཤིང་དེ་དག་ཐུན་མོང་མ་ཡིན་པ་ཟེར་འདི་འདྲའི་དམིགས་བསལ་དག་ཡོད་མ་རེད་དེ་དག་གཙོ་བོ་ང་ཚོ་ཕ་གི་ལ་དེ་ནས་ཚོགས་པ་རྒྱ་ཆེན་པོ་ཡིན་དུས་ཟེར་ནས་གཏོར་མ་འདི་ཚོ་ཡང་དཔེ་ཆེན་པོ་བཞེངས་དགོས་ཡ་དང་དེ་ནས་འདི་ཡང་ནང་བཞིན་དག་ཆོས་བཤམས་ཁོ་རང་གྲ་རྒྱས་པ་བཤམས་དགོས་དུས་ཟེར་ནས་དེ་ནས། ཞག་གསེར་ཡིག་འདྲ་བོ་ཡིན་ན་ཡང་འདྲ་གང་ལྟར་ད་འདི་འདྲའི་གི་རིགས་འདི་ཚོ་མང་པོ་བཟོ་དགོས་ཡག་དང་དེ་ནས་རྒན་འདི་ཚོ་ཡང་ད། སྲིད་ཇུས་སྙན་ངག་ནང་བཞིན་མ་ཡིན་པ་དེ་ལས་ཀྱང་དེ་ནས། ད་བབ་ཆས། འདྲ་རྒྱས་ཟེར་ཡིན་གཅིག་མིན་གཅིག་དེ་ནས་བཟོ་དགོས་ཡག་འདྲ་བོ་ཐུག་འགྲོ་གི་འདུག་གཙོ་བོ་ད། ཐུང་མོང་མ་ཡིན་པ་ཟེར་ན་ད་འདི་འདྲའི་ད་འདིའི་རིགས་འདི་ཚོ་ད་ང་ཚོ་ཁོང་རང་གཞན་རྒན་རྣམ་པ་གིས་མཁྱེན་གི་ཡོད་རེད་ད་ཁོང་རྣམ་པས་ག་འདྲའི་ཞེན་གི་ཡོད་ན། ད། ཁོང་རྣམ་པ་གིས་བབ་ཆས།

ང་ཚོ་དེ་ནས་ཁྲོས་མ་འབུམ་ཚོགས་དེ། ཨ་ནི་ཅི་དང་ཁྲོས་མ་འབུམ་ཚོགས་དེ་ཕ། ཚོགས་ཡོང་དུས། ཕྱོགས་གསུམ་མམ་བཞི་རུ་ཆགས་འདོད་འདུག་དེ་ནས། ཕྱོགས་བཞི་ག་དེ་ལ་རྩ་ཐོ་རེ་རེ་ཁྲོས་མི་རྩ་ཐོ་རེ་རེ་བཞེངས་ཀྱི་ཡོད་རེད། ཨ་ནི་ད་དེ། རྩ་ཐོ་དེ་ད་ཕྱོགས་བཞི་ག་ལ་མ་ཡིན་ནའང་ཕྱོགས་གཅིག་དེ་ལ་གཙོ་བོ་ད་དཀྱིལ་འཁོར་དེ་ལ་ང་ཚོ། རྩ་བའི་རྩ་ཐོ་འདྲ་བོ་དེ་ནས་གང་རྒྱས་རྒྱས་གང་ཆེ་ཆེ་རེ་བ་ཅིག་ཨ་ནི། གཞན་ཡང་ཆ་བཞི་བཏིང་བ་རེད། དེ་ཡིན་དུས་དེ་ནས་བཟོ་ཡོང་བཟོའི་འགོ་བཙུགས་ཡོང་དུས་བ་སོ་རྩ་ཚོར་དེ་དེ་ནས་ཡིན་པས་ཕྱིར་དྲངས་ནས་དེ་ནས་བ་ང་ཚོ་ཆོས་ཞིང་ཁང་ཁོ་ར་ན་མ་ཤོང་ནས་དེ་ནས་དེ་ཕྱི་ལོག་ལ་བཟོ་བ་འགྲོ་ཐུག་གསུངས། དེ་ནས་ད་ཕྱི་ལོག་ལ་བཟོ་བཞིན་པ་རོགས་རེད་ལ། བླ་ཟུར་དེ་ནས་རྩ་ལྟོར་ཆེ་ཤོས་དེ་འདི་ཡིན་ན། བླ་ཟུར་རྩ་ལྟོར་ཆེ་ཤོས་དེ་འདི་རང་རེད་ལ་རྩ་ལྟོར་གཞན་པ་དེ་ང་ཚོ་དེ་ཟིན་དེ་ཆུང་བ་འགྲིག་འདུག་ཟོ་ང་ཚོ་ཆོས་ཞིང་ནང་ཁང་རོང་ལ་བཞེངས་དང་བཞེངས་བཞིན་པ་རེད་ལ།
ལ་དེ་ནས་དེའི་རྩ་གཏོར་གྱི་ཚད་དེ་ག་ནས་ཡིན། རྩ་གཏོར་དེའི་ཚད་དེ་འཕེལ་ཆེ་དང་རྩ་གཏོར་ཆེ་ཆུང་སྣོལ་མ་གཉིས་ཡོད་ཡོང་དུས། ཆེ་ཆུང་སྣོལ་མ་གཅིག་ལ་ཡང་འཕིར་གཅིག་ལྷག་ལྷག་འགྲོ་སྲིད་འདུག་ར་ལ་ཨ་ནི་ད། ཆེ་ཆུང་སྣོལ་མ་གཉིས་ཀ་བསྡོམས་ཡོང་དུས་འཕིར་བཞི་ལྷག་ལྷག་འགྲོ་བ་ཞིག་ལེགས་འདུག་ཨ་ནི་དེའི་སྒང་ལ་ད་དམར་གཏོར་དང་གཅིག་ན། ཕྱི་ཞེ་འཕིར་བདུན་འཕིར་ལྔ་དྲུག་ག་གི་མན་ན་འགྲོ་བྱེད་ཀྱི་འདུག་ལ། དེ་འདིའི་སྒང་ལ་ད་ང་ཚོ་རྩེ་གྲ། རྩེ་གྲ་དུ་སི་ཁ་ན་ད་དེ་ང་ཚོ།

ལ་སོགས་ལ་དེ་ནས་ང་ཚོ་དེ་གཏོར་མ་དེ་ལ་ཡང་རྩ་བའི་གཏོར་མ་དང་དེ་ནས་ཡན་ལག་གི་གཏོར་མ་མང་པོ་ཅིག་བཟོས་ཡོད་པར་སྒོ་སོང་རོགས་ལ་དེ་ནས་ད་ལྟ་ཁྱེད་རང་ག་རེ་གནང་བཞིན་པ་ཡིན་ན། ང་ད་ལྟ་འདི་ལ་དང་མཆོད་པའི་གཏོར་མའི་བྱེ་བྲག་ཅིག་བཟོ་བཞིན་པ་ཡིན། ལ་སོགས་ལ་དེ་ནས་ང་ཚོ་མཆོད་པ་དེ་ལ་ཡང་ཕྱི་ནང་གསང་གསུམ་གྱི་མཆོད་པ་དུ་མ་ཅིག་ཡོད་པ་ལ་དེ་ནས་ད་ལྟ་ཁྱེད་རང་གི་འདི་བཟོ་བཞག་པའི་འདི་མཆོད་པ་དེ་ག་རེ་ཡིན་ན་རོགས་ལ། ད་ལྟ་ང་འདི་བཟོ་བཞིན་པ་དེ་ཕྱི་ཡི་མཆོད་པའི་ཡལ་ག་ཅིག་རེད་ལ་དེ་ཕྱི་ཡི་མཆོད་པ་དེ་ལའང་བྱེ་བྲག་གཉིས་སུ་ཡོད་པ་ལས་དང་དྲག་པོའི་མཆོད་པ་ཡལ་ག་ཅིག་རེད། ཁྱེད་སུ་ལ་དེ་ནས་ང་ཚོ་དྲག་པོའི་ཆད་པ་དེ་ལ་ཡང་རྣམ་པ་བདུན་བྱས་ཡོད་དུ་ར་ལ་དེ་ནས་ད་ལྟ་ཁྱེད་རང་གིས་དེའི་སོ་ཆགས་པ་དེ་གང་ཡིན་ན། ད་ལྟ་ངས་དེ་ལ་སོ་བྱིན་པ་དེ་དག་དབང་པོ་སྣ་ལྔའི་མེ་ཏོག་ཟེར་ནས་འདོད་པས་ལ། ལ་སོ་དེ་དབང་པོ་སྣ་ལྔའི་མེ་ཏོག་དེ་ལ་ཡང་དེ་ནས་རང་ལུས་གཏད་ས་དང་སྨིན་གླིང་དཔའ་ཡུལ་ལ་སོགས་པའི་སོ་ཐང་དེ་ལ་ཁྱད་པར་ཅིག་ཡོད་ན།
ཁྱད་པར་ཏན་ཏན་གྱི་རེད་ལ། གལ་སྲིད་ན་ང་ཚོ།

ང་ཚོ་འདི་འཕྲུལ་མ་འབུམ་ཚོགས་གཏོར་མ་ཞིག་ཏུ་དཔག་ཟེར་བཞིན་པ་ཡོད། ལགས་སོ་ལགས། དེ་ནས་འདི་དཔག་ཟེར་ཡ་དེ་ལ་ཁ་སྔགས་ཟློས། ལགས་སོ་ཁ་སྔགས་ཟློས་སུ་འདུག་ལ། ལགས་སོ་ལགས་དེ་ནས་དཔག་ཟེར་བའི་སྐབས་ན་དེ་དཔག་དེ་ལ་སྣུམ་འདྲ་བོ་ཞིག་བླུགས་ཡོད་པར་མཐོང་སོང་ར་ལ་དེ་ནས་སྣུམ་ཧ་ཅང་མང་དྲགས་སོང་བས་ན་སྐྱོན་འདོགས་བྱས་ཡོད་ན། ལགས་སོ།
དཔག་ལ་སྤྱིར་བཏང་སྣུམ་དེ་ཧ་ཅང་མང་དྲགས་ཡང་མིན་པ་ཧ་ཅང་སླ་བོ་ཡང་མ་ཡིན་པ་ཧ་ཅང་དཀའ་བོ་ཡང་མ་ཡིན་པ། མིའི་བཟའ་ཟོས་སམ་ཅིག་བཟོ་བ་རེད་ལ་དེ་བས་གསུང་གི་ཡོད་རེད་ལ་དེ་ནས། ཁྱི་དང་ལྤགས་བཟས་ཉེས་བསམ་བློ་བཏང་ན་སྣུམ་ག་ཚོད་མང་པོ་འདི་ག་ལས་སླ་བོ་རེད་ལ་དེ་ནས་གཏོར་མ་ཟོས་ཉེས་བསམ་བློ་བཏང་ན་སྣུམ་མང་ན་དེ་ག་ལས་འོས་རེད་ལ། ལོ་སུ་ལ་དེ་ནས་ཐུར་མ་ཟོས་ཉེས་བསམ་བློ་དེ་ལ་དེ་ནས་སྣུམ་ཧ་ཅང་མང་དྲགས་སོང་བ་ཡིན་ན་དཀའ་ངལ་དེ་ག་ནས་ན། ལ་སུ་དེ་གཏོར་མ་སྣུམ་མང་དྲགས་ན་དེ་ནས་དེ་གཏོར་མ་གས་འགྲོ་ཡ་ལ་སོགས་པ་དང་དེ་ནས་ཡར་བླངས་ཡ་ག་ལས་ལ་སོགས་པ་རྐྱེན་མང་པོ་ཡོད་རེད་ལ། སུ་ལ་དུ་ཤེས་ན། བླ་བཟོ་དགེ་ལགས་དེ་ནས་དོ་བདག་འདི་ལ་ང་ཚོ་གཏོར་མ་དང་རྒྱན་གཉིས་ཆ་བཟོ་བཞིན་པ་ཡོད་པར་འགོ་ཚུགས་ཡོད་ལ། དེ་ནས་རྒྱན་དེ་འགོ་བཙུགས་ཡོད་མ་རེད། འགོ་བཙུགས་ས་ག་ས་ས་ཁ་པང་ལ། དེ་ནས་རྒྱན་དེ་ག་བ་ལ་བཟོ་བཞིན་པ་ཡོད་ན། རྒྱན་དེ་དག་ས་ཁ་དུས་ཕ་གང་ས་ལ་བཟོ་བཞིན་པ་ཡོད་གང་རྣམ་པ་དང། བླ་བཟོ་ལགས་ཀྱིས་ལ་དེ་བྱས་ན། བླ་བཟོ་དེ་ནས་ད་ལྟ་འདི་ལ་ད་གཏོར་མ་མང་པོ་ཅིག་བཟོ་བཞིན་པ་ཁྱེད་རང་རྣམ་པ་ཚོ་ཡིས་ད་སྦྱར་བཞིན་པ་རེད། ཡིན་ནའང་ཁྲོམ་མ་ལེ་ཆོན་ཁོ་རང་གཅིག་ལ་བསམ་བློ་བཏང་སོང་ཡིན་ན། འབུ་རྡོ་དེ་འདྲའི་མང་པོ་ཅིག་དེ་ཡོད་མ་རེད་ཡིན་ནའང་དེ་འབུ་རྡོ་དེ་འདྲའི་མང་པོ་བཟོ་དགོས་པའི་རྒྱུ་མཚན་དེ་ག་ལ་ཐུག་གི་ཡོད་ཞེ་ན། དེ་ཁྲོམ་པ་འབུ་འཚོ་ཞེས་པ་དེ་ང་ཚོ་ཉིན་གསུམ་བཞིའི་རིང་འཚོ་བསྡད་ཀྱི་ཡོད་རེད་དེ་ནས་ཉིན་རེ་རེ་བཞིན་དུ་འབུ་རྡོ་དེ་ཚོ་འབུལ་དགོས་པ་ཡིན་ཙང་དེ་ནས་གཏོར་མ་དེ་འདྲའི་མང་པོ་དེ་མ་བཟོ་ཀ་མེད་བྱུང་བ་འདྲ་བོ་རེད། ད་གཏོར་མ་དེ་ཚོ་དེ་ད་ཚན་རེ་རེ་བཞིན་བྲིས་སོང་ཡིན་ན། ང་ལ་སོགས་གྲོགས་པོ་དེ་ནས་ང་ཚོ་ཁྲོ་མའི་ལས་ཆུང་ཁོ་རང་ལ་འབུལ་ཚོར་ག་ཚོད་ཡོད་ན་རོགས། ང་ཚོ་ཁྲོ་མ་ལས་ཆུང་ཁོ་རང་ལ་འབུལ་ཚོར་དགུ་ཡོད་རེད། ལགས་སོ་ལགས་དེ་ནས་ད་ལྟ་ཁྱེད་རང་གིས་དེ་བཟོ་བཞིན་པ་དེའང་ཁྲོ་མ་ཡི་དེའི་འབུལ་ཚོར་ཞིག་ཡིན་ན། ལགས་སོ་ཡིན། མིང་དེ་ག་རེ་ཡིན་ན་དེའི། དེ་ཁྲོ་མ་བཙན་ཡིན་ལགས་སོ། ང་ལགས་སོ་ཐུགས་ཆེ་གནང། ང་ལགས་སོ་དེ་ནས་ཁྲོ་མ་ལས་ཆུང་ཁོ་རང་ལ་གཏོར་མ་འབུལ་ཚོར་དེ་ཚོ་དེ་དགུ་བཟོས་ཡོད་པ་ག་ལ་འདུག་དགོས་སོང་རོགས་ལ།

འདི་གསུམ་དེ་ང་ཚོའི་འཕྲལ་མར་གྱི་རྩ་གཏོར་གྱི་རྩེ་གྲ་རེད་ལ། ལ་སོགས་ལ་འཕྲལ་མར་གྱི་རྩ་གཏོར་བཞི་སོ་བརྒྱད་པར་འགོ་ཚུགས་རང་ལ་དེ་ནས་རྩེ་གྲ་དེ་གསུམ་དེ་ནས་བཞི་བ་དེ་ག་བ་ཡིན་ན། བཞི་བ་དེ་ཡར་ཁང་ལ་གན་ལག་བཞེངས་བཞིན་པ་རེད། དེ་ནས་འདི་དེ་གསུམ་དེ་གྲུབ་སོང་བཞི་མ་དེ་བཞེངས་བཞིན་པ་རེད་ལ། མ་ལ་སོགས་ཀྱི་ལ་དེ་ནས་དེ་ཚོ་དེ་དག་ག་རེ་ན་རོགས་ལ། དེ་ཚོ་དེ་བཀྲ་ཤིས་དག་གི་ཨ་ནི་ཡ་འགུག་གི་དེ་དེ་རེད། ང་ཚོ་འདི་འབྱུང། ཁྲ་འདུ་འདི་འབྱུང་གླིང་བ་རིན་པོ་ཆེ།